དག་དང་ཡང་དག་བདེན་པའི་མཐུ་རྣམས་རྣམ་པ་ཀུན་ཏེ་སྣ་ཚོགས་འདི་གསུངས་པ་ཉན་ཐོས་བྱང་ཆུབ་སེམས་དཔའི་ཚོགས་ཀྱང་སངས་རྒྱས་བསྐྱེད་ནས་ཡུམ་དེ་ལ་ཕྱག་འཚལ་ལོ། གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་བཏང་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་ཅན་མི་སྤྲོས་པ་ཉིད་ཅིག་རྫོགས་པའི་སངས་རྒྱས་མ་རྣམས་ཀྱི་དམ་པ་དེ་ལ་ཕྱག་འཚལ་ལོ།

ལྟོས་བྱ་མཛེས་ཡག་ཟེར་ཚིག་དེ་འདྲ་འདི་རེད། གང་གི་ཐུགས་རྗེ་ཉིད་སོང་ནས་ལྟ་བ་ཐོན་བྱེད་སྤངས་པའི་ཕྱིར། དམ་པའི་ཆོས་ནི་སྟོན་མཛད་པའི་གོ་དམ་དེ་ལ་ཕྱག་འཚལ་ལོ། འོ་ན་ད་ཨེ་ནི། ལྟ་བ་ཐམས་ཅད་སྤངས་ཡག་ཟེར་ཅིག། ད་དེ་གང་འདྲ་བུ་གི་བུ་གི་ཁ་ཐུག་ད་གོ་བ་འདི་གི། ད་ལྟ་བ་གང་ཞིག་ཨེ་ནི་རྒྱུ་མཚན་ཡང་དག་པ་མེད་དེ་བ།

པ། གཅིག་གིས་གཅིག་གི་ཕུགས་ཡུལ་དུ་གནོད་པ་བྱེད་ངེས་ཀྱི་དང་བློ་ཡི་སྟེང་ནས་ཨེ་ནི་འགལ་ཟླ་འདི་འཛིན་སྟངས་མི་མཐུན་པའི་ཐོག་ནས་ད་ཡོང་གི་ཡོད་རེད་རེད་བ། བྱས་ཙང་ཀ། དམིགས་པ་གཅིག་ཏུ་དམིགས་ནས་འཛིན་སྟངས་དངོས་འགལ་དུ་ཞུགས་ཟིན་ངེས་ཀྱི་བློ་གཅིག་གིས་ཨེ་ནི་གཅིག་གི་ཕྱིར་གནོད་ལྡན་ངེས་ཅིག་ཡོང་ཡག་རེད། ས་དེ་འདྲ་ཡིན་དུས་ཕྱིན་ཅི་ལོག་གི་ལྟ་བ། གང་དག་ནི་ཤེས་རབ་ཉོན་མོངས་ཅན་ཕྱིན་ཅི་ལོག་གི་ལྟ་བ་འདིའི་བསལ་ཡག་ལ་གི་དོན་དག་ལ་ཡིན་ནི་ཕྱིན་ཅི་མ་ལོག་པའི་ལྟ་བ་སྟོན་གྱི་ཡོད་རེད། ད་འོ་ན་ལྟ་བ་དེ་ག་རེད་ལབ་ན་རྩ་བ་ཤེས་རབ་ཀྱི་ཆོས་བརྗོད་དེ། ག་ས་ཡང་འགྲོ་གི་མི་འདུག་ད། གང་གི་རྟེན་བྱེད་བ་དེ་གང་གི་རྟེན་བྱེད། སྟོན་པ་གང་ཞིག་གིས་དང་སྟོན་པ་གང་ཞིག་གིས་ཨེ་ནི། རྟེན་ཅིང་འབྲེལ་པར་འབྱུང་བ། གང་གིས་རྟེན་ཅིང་འབྲེལ་པར་འབྱུང། འགག་པ་མེད་པ་རྐྱེན་མེད་པ་ཕྱི་མ་མེད་པ་བདག་མེད་པ་ས་ཞེས་སོགས་ཀྱིས་ཨེ་ནི། ངོ་བོ་ལ་ལྟོས་ནས་ཉམས་འཕེལ་བྱེད་པའི་རྐྱེན་འགག་ཉིད། ཨེ་ནི། རྒྱུན་ལ་ལྟོས་ནས་ཆད་རྟགས་ཉིད། ཆད་པ་མ་བཏང་བ། ཡུལ་ལ་ལྟོས་ནས་འགྲོ་འོང་ཉིད།

རྟགས་དོན་བཙལ་ནས་རྙེད་ཡ་ཡོད་མེད་ཅིག་སྣང་ཙམ་དེ་ཡིས་མ་ཚིམ་པར་རྟགས་དོན་བཙལ་ན་རྙེད་ཡ་ཡོད་མེད་ཅིག་འདུག་སྤྱད་ཡོད་དུས་རྙེད་ཡ་ཁྱོན་ནས་མེད་པ་རེད་དེ་འདྲའི་ཡིན་དུས། མ་བརྟགས་མ་དཔྱད་པའི་ངང་ནས། རྟེན་འབྱུང་གང་ལ་དགག་སོགས་ཀྱི་ཆོས་ཡོད་ཟེར་བ་དེ་ཡིན་ཏེ། དགག་སོགས་ཀྱི་ཆོས་དེ་རྟེན་འབྱུང་དེ་གཤིས་སུ་གྲུབ་པ་ཞིག་ཡིན་ན་རྟགས་དོན་བཙལ་ན་གསལ་རུ་འགྲོ་དགོས་པ་རེད།

བཟང་པོ་ལ་ཆགས་ངན་པ་ལ་སྡང། བ་དག་ཆགས་སྡང་གི་བློ་སྐྱེ་ཡོང་གི་ཡོད་པ་ཡིན་དུས་ཙང་ནས། དེ་ལྟ་བུའི་ནི་བའི་སྤྲོས་པ་དག་དང་ཉེ་བར་ཞི་བའི་ཉེ་བཞིའི་དབྱིངས། རང་གི། དུས་ཡུན་རིང་པོའི་བར་ལ། ཉམས་བཞེས་མཛད་ནས་གོམས་པར་མཛད་ནས། ཨེ་ནི། རྟེན་འབྱུང་གི་དེ་ཁོ་ན་ཉིད་ཀྱི་དོན་མངོན་དུ་གྱུར་པའི་ཐོག་ནས་ཨེ་ནི་རྗེས་འཇུག་གི་གདུལ་བྱ་ཚོ་ལས། གང་ལྟར་སྐྱོན་གྱི་རྩ་བ་ཕྱིན་ཅི་ལོག་གི་ལྟ་བ་སྤོང་ཡ་འདི་རྟེན་འབྱུང་གི་དེ་ཁོ་ན་ཉིད་ཤེས་དགོས་ཀྱི་འདུག་བྱས་ནས་འདུག་སོ་འདོགས་མི་བྱེད་པ་རེད་དེ་འདྲ་ཡིན་དུས། གང་ལྟར་གང་གི་རྟེན་ཅི་ལོག་ཅི་དགའ་བོ་མ་རེད་དེ་མ་རེད་འདྲ། ཨ། ཀ། ཚིག་གི་ཚིག་དང་ཨི་ནི་ག་དང་ཨི་ནི་ཨ། རེད་ཚིག་གཞུག་ཏུ་ག་ས་མི་དེ་གི། དེ་མ་རེད་དེ་མ་རེད། ཨོ་གང་གི་ཐུགས་རྩིས་ཉེར་བཟུང་ནས་ལྟ་བ་ཐུགས་རྗེ་འཕོ་མེད་ཀྱི་གོ། དམ་པའི་ཆོས་ནི་སྟོན་མཛད་པ། དེ་འདྲའི་གི་ཆོས་སྟོན་ཡ་དེ། མཐའ་གཅིག་ཏུ་གཞན་ལ་བརྩེ་བའི་བསམ་པ་ཞུ་ནས་མི་འདུག་བརྩེ་བའི་མཐའ་མཐའ་གཅིག་ཏུ་ཕུལ་བས་གཞན་ལ་ཡ་མ་བུ་གཅིག་པ་ལ་བརྩེ་བ་ནང་བཞིན་གྱིས་པའི་བརྩེ་བ་སྙིང་རྗེ་ཆེན་པོའི་གཞན་དབང་དུ་བསྐྱུར་བའི་སྒོ་ནས་ད་གཞན་སྡུག་བསྔལ་གྱི་སྣང་བ་ལ་ཆེས་ཆེར་མི་བཟོད་པ་ཡོང་དུས་ད་འདི་སྡུག་བསྔལ་གྱི་རྒྱུ་ག་རེ་འདུག་རྐྱེན་ག་རེ་འདུག་འདུག་ད་རྩད་གཅོད་བཏང་ནས་འདུག་རྩད་གཅོད་བཏང་ནས་ཡོང་དུས་ཨེ་ནི། རྟེན་འབྱུང་གི་དེ་ཁོ་ན་ཉིད་མི་ཤེས་པའི་དབང་གིས་མ་ཤེས་པའི་དབང་གིས་སྐྱོན་དེ་ཡིད་དུ་ཡོང་གི་ཡོད་པ་ཡིན་དུས་ཙམ་ནས་བཏང་བ་རྟེན་འབྱུང་གི་དེ་ཁོ་ན་ཉིད་ནི་བརྩེ་བ་ཐུགས་རྗེ་ཆེན་པོའི་གཞན་དབང་གི་ཐོག་ནས་ནི་རང་དབང་གིས་འདོམས་པར་མཛད་པ་རེད་དང། འོ་དེ་རེད། དེ་ཙམ་ལྟ། དེ་ཡིས་ནི་ཇེར་མུ་ཆིག་གི་རྟེན་འབྲེལ་སྟོན་པའི་ནང་ལ་ཡ། སྟོན་པའི་ནང་ན་རྟེན་འབྲེལ་སྟོན་པ་དང་ཤེས་རབ་ནང་ན་རྟེན་འབྲེལ་ཤེས་པ་གཉིས་འཇིག་རྟེན་ལྟར་ན་རྒྱལ་བའི་དབང་པོ་ཞིང་ཕུལ་བྱུང་ལེགས་པར་ཁྱོད་ཀྱིས་གཞན་གྱིས་མིན། ཁྱོད་ཀྱིས་བྱས་ཉེས་བཀའ་སྩལ་པ་རྟེན་འབྲེལ་གཉིས་ལས་བརྩམས་ནས་བཞུགས་དེ་ཡང་མྱ་ངན་འདའ་བྱེད་དེ་ཞིག་འགྱུར་མིན་ཚེ་ཁྱོད་ལ་མེད། ཟེར་ནས་གསུངས་ཤིག་དུ། ཡང། ཙག་ཤེར་ནང་ལ་ཡ། ཧ་ས། གང་གིས་རྟེན་ཅིང་འབྲེལ་པར་འབྱུང། མཐོང་བ་དེས་ནི་སྡུག་བསྔལ་དང་ཀུན་འབྱུང་དག་ནི་འགོག་པ་དང། ལམ་ཉིད་དེ་དག་ཤེས་པ་ཡིན་ས་ཅི། གསུང་དུ། རྟེན་ཅིང་འབྲེལ་པར་འབྱུང་བ་ས་དེ། ཁོ་ཐག། དུས་ཀྱིས་གཞན་ལ་བལྟ། གང་ལྟར་རྟེན་ཅིང་འབྲེལ་པར་འབྱུང་བ་གསལ་བདེ་གིས་གཞན་ལ་ལྟོས་ནས་སྒྲུབ་བདེ་བ་ཞིག་བྱེད་ཀྱི་ཡོད། གཞན་ལ་ལྟོས་པ་དེ་འདྲ་ཞིག་ཡིན་པ་ཡིན་དུས་རྩ་ནས་འབྲས་བུ་རྒྱུ་ལ་ལྟོས་པ་ཅིག་ཡོང་གི་ཡོད་རེད། ཨ་ནི། འབྲས་བུ་རྒྱུ་ལ་ལྟོས་པ་འདི་ང་རང་ཚོ་ཧ་ལམ་པའི་འཇིག་རྟེན་ཕལ་པ་ཚོས་ཤེས་བསྡད་ཡ་བཟོ་རུ་ཆེ་རེད། ད་ལྟོས་གྲུབ་གསལ་བདེ་གི་སྐད་ཆ་བཤད་ཡོང་དུས་རྩ་ནས་འབྲས་བུ་རྒྱུ་ལ་ལྟོས་པ་ཙམ་ལས་མ་གསལ་བས་རྒྱུ་དེ་ཡང་འབྲས་བུ་ལ་ལྟོས་པ་རེད།

བྱ་བདག་དེ་ཕན་ཚུན་བརྟུལ་དཀྲུགས་ཟེར་ཏེ། བརྟུལ་དཀྲུགས་ཡིན་དུས་ཙང་ནས་ཨེ་ནི་རྒྱུ་འབྲས་ཀྱི་རྟེན་འབྲེལ་བདེ་བོ་ཆེ་ནས་བཤད་ཐུ་ཡ་ཞི་ཐུ་བ། རྒྱུ་འབྲས་ཀྱི་རྟེན་འབྲེལ་རྟེན་འབྲེལ་ཡག་པོ་ཆེ་བཤད་ཡོད་དུས་ཙང་ནས་ཨེ་ནི། སྡུག་བསྔལ་གྱི་རྒྱུ་ཀུན་འབྱུང། ཨེ་ནི། སྡུག་བསྔལ་གཏན་དུ་བྲལ་བའི་བྲལ་བ། དེ་འདྲས་ཀྱི་ད་བྲལ་བ་དེ་ག་ད་འདུས་བྱས་མ་རེད་འདུས་མ་བྱས་རེད་དེ་ཡིན་ནའི། དེ་འདྲས་ཀྱི་ད་བྲལ་བ་དེ་ཐོབ་པ་ལ་རྩོལ་བ་ལ་བརྟེན་ནས་ཡོང་དགོས་པ་ཞིག་ཡིན་པ་ཡིན་དུས་རྩ་ནས་ཨེ་ནི། ད་ཨེ་ནི། བྲལ་རྒྱུའི་ཆོས་དེའི་རྩ་བ་རུ་གོ་མི་ཤེས་པ་གཅིག་གིས་ད་བྱེད་ཀྱི་ཡོད་པ་ཡིན་དུས་རྩ་ནས་ཨེ་ནི་ད་དེ་ལ་ཤེས་པའི་བློ་དེ་ཁོ་ན་ཉིད་ཀྱི་དོན་ཤེས་པའི་ཨེ་ནི་ལམ་གྱི་བདེན་པ་ད་དེ་ཁོ་ན་ཉིད་ཀྱི་དོན་ཤེས་ཤེས་ནས་དོན་མངོན་དུ་འགྱུར་ཏེ་ངན་གྱི་ལམ་གྱི་བདེན་པ་ཨེ་ནི་ཐོག་ཁུག་ཁུག་རེད་ཟེར་བ་གི། བདེན་བཞི་རྣམ་བཞག་དེ་ཏག་ཏག་འགྲོ་དེ་ངན་ཅིག་ཡོང་འདུག་བ། བྱས་ཙང་ང་ཕན་ཚུན་ལྟོས་གྲུབ་བཤད་ཡོང་དུས་ཙང་ནས་ཨེ་ནི། ཅིག་ཨེ་ནི། ཐ་སྙད་དུ་རང་བཙན་བཞེས་མཁན་ཚོས་ཡུལ་ཡོད་དམ་མེད་ཟེར་བ་དེ་འཇལ་བྱེད་ཀྱི་ཚད་མ་ཡོད་མེད། ཚད་མ་དེ་ཡོད་དམ་མེད་ཟེར་བ་དེ་རང་རིགས་གང་ལ་གཏུགས་ཡོང་ངེས་རབས་འདུག་འགྲོ་གི་འདུག་བ། ད་དེ་འདྲ་ཤོག་མ་རེད། ཡུལ་ལ་ལྟོས་ནས་ཡུལ་ཅན། ཡུལ་ཅན་ལ་ལྟོས་ནས་ཡུལ། ཨ་ནི་ཚད་མ་ལ་ལྟོས་ནས་གཞལ་བྱ་གཞལ་བྱ་ལ་ལྟོས་ནས་ཚད་མ་ཟེར་ནས་ཕན་ཚུན་ལྟོས་གྲུབ་ཞིབ་པོ་ཞིག་ལུགས་བཤད་མི་འདུག་བ། ཨེ་ད་རི་ཁེ་སི་འཛམ་བུ་གླིང་འདི་གང་གི་དཔལ་འབྱོར་གྱི་གནས་སྟངས་ཡིན་ནའི་རེད། ཨོ་ཅེ་ཁོར་ཡུག་གི་གནས་སྟངས་ཡིན་ནའི་རེད་གང་དང་གང་ཡིན་ན་ཡང་ཚང་མ་ལོག་པའི་ལྟོས་ནས་བསྒྲུབ་པ་འདི་ད་གསལ་པོ་ཞིབ་པོ་འདུག་བ། ཚ་ལྟོས་གྲུབ་ཀྱི་ཐོག་ནས་ཨེ་ནི། རྣམ་གཞག་དེ་དུག་གསུམ་ཡིན་དུ་བཅངས་ནས། གང་དག་ཐ་སྙད་ཀྱི་པའི་ཆོས་དེ་རིགས་སྐྱེ་ས་དག་བས་ན་ཅིག་དང་ཚན་རིག་གི་འགྲོ་སྟངས་ཡིན་ནི་རེད། གང་དག་འཇིག་རྟེན་གྱི་ཁམས་ཀྱི་སྣོད་དུ་བཅུད་ཚང་མ་ལོ་ཕན་ཚུན་ལྟོས་ནས་འགྲོ་བདེ་ཡག་ཅིག་ཕན་ཚུན་ལྟོས་ནས་ཡོང་བདེ་ཡག་ཅིག་འདུག་ག། འདིའི་ཁུ་ཚུར་དོམ་གཅིག་རྒྱབ་ཡོད་དུས་ལྟོས་ས་དེ་གལ་ཆེན་པོ་ཆགས་ཀྱི་འདུག་ག། ང་རང་ཚོ་མི་མིའི་སྤྱི་ཚོགས་ཀྱི་གང་ལྟར་གནས་སའི་ཁོར་ཡུག་འདི་ལ་ལྟོས་ནས་ང་ཚོ་གནས་ཀྱི་ཡོད་རེད་བ། ཁོར་ཡུག་ཡག་པོ་བྱུང་ན་ང་རང་ཚོ་བདེ་སྐྱིད་ཡོང་གི་རེད་བ། ཁོར་ཡུག་ཉམས་ཉེས་བྱུང་ན་ང་ཚོ་གནོད་ཀྱི་ཡོད་རེད་བ། དེ་འདྲ་ཡིན་དུས་ཁོར་ཡུག་ལ་ཡང་ང་ཚོ་དོ་སྣང་ལེ་ཡག་ད་ཅིག་ཁོར་ཡུག་སྲུང་སྐྱོབ་བྱེད་ཡག་གི་བསམ་བློ་ཞིག་ལེ་གི་རེད་བ། ད་ག་ནང་བཞིན་གྱི་མིའི་སྤྱི་ཚོགས་ཟེར་བ་དེ་མི་སྒེར་པ་གཅིག་གིས་ཨེ་ནི། མི་ཚེ་སྐྱེལ་ཀྱི་ཞིག་མ་རེད། ཁོ་སྤྱི་ཚོགས་ལ་བརྟེན་ནས་ཁོ་སྐྱེལ་དགོས་དུ་ཙང་ནས་ཁོ་སྤྱི་ཚོགས་དེ་ལ་ཤ་ཚ་ལེ་ཡ་དང་སྤྱི་ཚོགས་དེ་ལ་དོ་སྣང་བྱེད་དགོས་ཀྱི་ཁོ་ཆགས་ཀྱི་འདུག་ཨ། ས་བསྟོད་ཕྲུ་གུ་སྐད་ཆ་བཤད་ཡོད་དུས་གནས་ཚུལ་མང་པོ་གཅིག་ལེ་ཡ། ཁོས་དངོས་གནས་གཅིག་གི་ག་ཚོགས་རུ་ཕུལ་ཡང་དོ་སྣང་གསར་བ་ལེ་ཡ་དང་ངེས་པ་ཐོབ་ཡག་རུ་གཅིག་ཨོ་དེ་འདྲ་རེད་ཤག། ཨོ་དེ་འདྲ་སོང་བ་རེད། ངས་ད་ངོ་ཤེས་པའི་ཚན་རིག་པ་དེ་འདྲ་ཉམས་ཐོག་ང་ཚོ་སྐད་ཆ་བཤད་དུས་ཨེ་ནི་ཚན་རིག་གི་དེ་སྔ་ཡིན་ན་ཨེ་ནི་བསྟན་ཆུང་ཟེར་སྐད་ཆ་འདི་གས་བཤད་མཁན་ཡོག་མ་རེད། ད་ག་ལེ་ག་ལེ་ཅིག་ནང་པའི་ལྟ་གྲུབ་དེ་འདྲ་གི་ཐོག་ནས་ཅིག་རྒྱུས་ཡོད་རུ་ཆགས་ཡོད་དུས་བསྟན་ཆུང་ཟེར་འདི་ལྟ་གྲུབ་དེ་ཨེ་ནི་ཚན་རིག་པའི་ནང་ལས་ཚན་རིག་ནང་ལས་དེ་དཔེ་གལ་ཆེན་པོ་ཅིག་ད་ཆགས་པ་རེད་དེ་འདྲ་བཤད་གི་འདུག་ཨོ་དེ་འདྲ་རེད་ཤག།

འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་བདེ་འདོད་ལས་བྱུང། འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་གཞན་བདེ་འདོད་ལས་བྱུང་ཟེར་ནི། ད་འདུག་རྒྱལ་པོ་བསམ་དང་འདི་གཏན་བདེ་རེད་འདུག་ག། ད་དེ་འདྲ་ཡིན་དུས་རྩ་ནས་ཨེ་ནི་གཞན་ལ་བརྩེ་བ་ཟེར་དེ་ཧོབ་ཁར་བལྟས་པ་ཡིན་ན་རང་ཡལ་བ་དོར་གཞན་གཅེས་པར་འཛིན་ཟེར་ན་ཚིག་དེ་འདྲ་གི་ཐོག་ནས་ཡང་རང་ངོ་ནས་ཡལ་བ་དོར་བའི་བཟོ་བྱེད། ད་འང་ད། ཅེས་དབང་པོ་རྣོན་པོའི་བསམ་སྟངས་དང་བསྡུར་བྱ་བས་ནི་རང་ཡལ་བ་དོགས་པ་མ་རེད། རང་གི་བདེ་སྐྱིད་མཐར་ཐུག་བསྒྲུབ་ཡག་ལ་གཞན་ལ་བརྩེ་བ་བགོ་ཡག་འདི་ད་གསལ་བོ་ཞིབ་ཞུ་དགོས། ས་འདི་འདྲ་ཡིན་དུས་རྩ་ནས་གང་གི་ཐུགས་བརྩེས་ཉེར་བཟུང་ནས། ཕྱི་ནས་བཟུང་ཡང་འདི་རེད་བཞག། ལྟོས་གྲུབ་རྟེན་འབྱུང་རྒྱུ་མཚན་དུ་བྱས་ཏེ་ད་གཞན་ལ་བརྩེ་བ་བགོ་ཡག་འདི་ཏག་ཏག་སླེབས་ཡོང་གི་འདུག་གོ་འདི་འདྲ་རེད།

སངས་རྒྱས་རྣམས་ཀྱི་ཆོས་ཐོས་པའི་བདེན་པ་ཉིད་ལ་ཡང་དག་བསྟན་ཟིན་ནས་དག་གསུངས་ཤག་གི། འོ་ད་གཞི་ལ་བདེན་པ་ཉིད་ཡོད་དོ་བའི་ཡིན་དུས་ཙཱ་ནི། ཨེ་ནི། ཀུན་རྫོབ་བདེན་པ་ལ་བརྟེན་པའི། ཨེ་ནི། བློ་དེ་ཚོ་བྲལ་ཏེ་བསོད་ནམས་ཀྱི་ཚོགས་བསགས་ཏེ་འགྲོ་གི་ཡོད་རེད། ཨེ་ནི་གནས་ལུགས་དོན་དམ་བདེན་པ་ལ་བརྟེན་ཏེ་ངེས་ཀྱི

དེའི་གྲུབ་ཡ་དེ་ཡེ་ཤེས་ཀྱི་ཚོགས་ཀྱིས་གྲུབ་ཀྱི་ཡོད་རེད། ཨེ་ནི་གཞན་དོན་གཟུགས་སྐུ་གྲུབ་ཡ་དེ་ཨེ་ནི་བསམ་བློ་གྱི་ཚོགས་ཀྱིས་གྲུབ་ཀྱི་ཡོད་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་སྐབས་འདིར་ཞི་བ་ལྷའི་ཨེ་ནི་སྤྱོད་འཇུག་གི་གཞུང་སྡེ་གི་ཨེ་ནི་གཙོ་བྱས་ཀྱི་ཐབས་ཀྱི་ཕྱོགས་དེ་གསུང་གི་འདུག་ག་བྱང་ཆུབ་ཀྱི་སེམས་ལྐོག་ཏུ་གསུང་གི་ཡོད་རེད། ཨེ་ནི།

ལེའུ་དང་པོའི་སེམས་བསྐྱེད་ཀྱི་ཕན་ཡོན་གསུངས། དེ་ནས་ད། ལེའུ་གསུམ་པས། སེམས་བསྐྱེད་གསུང་ཡག་དེ་བྱས། དེའི་ཡན་ལག་བདུན་པས། བཤགས་པའི་ཁ་དོག་ལེའུ་གཅིག་བྱས་ནས་བཤགས་པའི་ལེའུ་བྱས་ད་དེ་གསུམ་པོ་དེ་ཚར་བྱས། ད་དེ་ནས། རྒྱལ་བའི་སྲས་ཀྱིས་དེ་ལྟ་བུར་བྱང་ཆུབ་སེམས་རབ་བརྟན་གསུངས་ནས། གཡེལ་བ་མེད་པར་རྟག་ཏུ་ཡང་བསླབ་ལས་མི་འདའ། འབད་པར་བྱ། ད།

ཉིན་རེ་བཞིན་དུ་ཞིབ་འཇུག་ཟིན་པའི་དཔྱོད་པ་ལ་བསླབས་ནས་ལག་ལེན་མ་བཀལ་ན་འགྲོ་བ་ཐམས་ཅད་བསླུས་པ་ལ་འགྲོ་གི་ཡོད་རེད་རྒྱལ་བ་སྲས་དང་བཅས་པ་ལ་དབུ་མགོ་བཤུས་པ་ལ་འགྲོ་གི་ཡོད་རེད་ཉེས་པ་འཇིགས་པ་ཆགས་འདུག་བ་འདི་སོང་རེད། དེ་འདི་འདུག་བ། དེ་ལྟའི་ཕྱི་ཚུལ་ཐམས་ཅད་ཞེ་བདག་གི། གུས་པས་བསྒྲུབ་པར་བྱ། དེ་ནས་བརྩོན་པར་མ་བྱས་ན། འོག་ནས་འོག་ཏུ་འགྲོ་བར་འགྱུར་སེམས་ཅན་ཐམས་ཅད་ཕན་མཛད་པའི་སངས་རྒྱས་གྲངས་མེད་འདས་གྱུར་ཀྱང་བདག་ནི་རང་གི་ཉེས་པས་དེ་གསོ་བའི་སྤྱོད་ཡུལ་མ་གྱུར་ཏོ། ད་དུང་དེ་བཞིན་བདག་བྱས་ན་ཡང་དང་ཡང་དང་བ་དེ་བཞིན་ཏེ་ངན་འགྲོ་ནད་དང་འཆིང་བ་དང་བཅས་དང་གཤེགས་སོགས་མྱོང་བར་འགྱུར། དེ་བཞིན་གཤེགས་པ་འབྱུང་བ་དང། དད་དང་མི་ལུས་ཐོབ་པ་དང་བགེགས་སྐོམ་རུང་བ་དེ་ལྟ་བུ། བཀོད་ན་ནམ་ཞིག་ཐོབ་པར་འགྱུར། ཁྱེད་ནི་ད་ཞེས་སོགས་གསུང་བ་ནང་བཞིན་རེད། ད་ད་རེས་ང་རང་ཚོ། ཨེ་ནི། མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དེ་མཇལ། ཨེ་ནི། དེ་འདྲའི་གྱི་ད། ཅིག་པའི་སེམས་རྒྱུད་འདུལ་ཐབས། པའི་རྒྱུ་མཚན་ལྡན་པའི་ཐོག་ནས་སེམས་རྒྱུད་འདུལ་ཐབས་བྱེད་ཨ་ཅིག། ད།

བདག་གིས་ཞུ་བ་ནང་བཞིན་དུ་རྒྱུ་འབྲས་སུ་ལོན་དུས། འབྲས་བུའི་རྣམ་པ་གཅིག་གི་ཁྱད་ཆོས་རོ་མི་འདྲ་མི་འདྲ་མི་འདྲ་ཡོད་དེ་བ་དེ་རེ་རེ་ནས་རྒྱུ་སྔོན་དུ་སོང་བའི་ཐོག་ནས་ཡོང་གོ་རེ་མ་གཏོགས། གནད་དོན་དེ་གོ་མི་ཐུབ།

དེ་འདྲ་གཅིག་བསམ་བློ་བཏང་དུས་ཨོ་ང་རེ་ད་རེས་ང་རང་ཚོ་དེ་འདྲ་གཅིག་གི་མི་རིགས་ཐོབ་པ་དེ་དང་དངོས་གནས་དྲང་གནས་ཀྱི་དང་བས་སྟབས་ལེགས་པོ་གོ་སྐབས་མན་དྲག་ཅིག་བྱུང་ཤག་བསམ་པ་པོ་ཅིག་ཡོང་ཐུ་ཡག་ཅིག་འདུག་ག་སངས་རྒྱས་བཅོམ་ལྡན་འདས་ཁོ་རང་བཞུགས་པའི་ཁ་ཐུག་ལས་མཐོང་ཐོས་དྲན་རེག་གི་གདུལ་བྱ་མང་པོའི་དོན་མཛད་ཡག་རེད་དེ་ནས་བཅོམ་ལྡན་འདས་ཤག་ཚ་རེ་རྗེས་ལ་བསྟན་པའི་གཏེར་བདུན་དང་ད་ག་ན་བཞིན་གྱི་ནི། ཀླུ་སྒྲུབ་ཡབ་སྲས་ནས་གསུང་བ་གཅིག་གིས་མཁས་པའི་དབང་པོ་དེའི་རིགས་བྱུང་ཡོད་རེད། བོད་གངས་ཅན་གྱི་ཕྱོགས་ལ་ཕྱག་བྱས་ནས་ས་དགེ་བཀའ་རྙིང་ཇོ་ནང་དང་བཅས་པ་རིས་སུ་མ་ཆད་པའི་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་དམ་པ་མང་པོ་བྱུང་ཡོད་རེད། འདི་ཡིན་འདི་གྱིས། ལམ་བསྟན་པའི་འོག་ལ་ཡང་ང་ཚོས་ཉམས་ལེན་ཅིག་བྱས་ཡོད་ན་ད་གཟོད་འདི་གནས་སྟངས་འདི་ལས་དྲག་ཅིག་ཕལ་ཆེར་ཡོང་གི་མ་རེད། དེ་འདྲ་ཡིན་དུས་ད་དེ་འདྲའི་ཅིག་བསམ་བློ་རྩ་འདུལ་ཡིན་ད་ད་རེས་ང་རང་ཚོ་ད་གོ་སྐབས་ཞེ་བོ་ཅིག་ཡག་པོ་བྱུང་བསྡད་པ་ད་དེ་ད་བས་སོ་སོ་སོ་སོ་ད་རེ་ད་སྙིང་ལ་བཅག་བཅུག་ནས་ད་ད་རེས་རིག་པ་བསྒྲིམ་ནས་མ་བྱས་ན་རེ་ད་ད་དེ་འདྲའི་གོ་སྐབས་ད་ཡང་ཡོག་མ་རེད། དེ་འདྲའི་འདྲ་བའི་བསྐལ་བ་བཟང་པོ་ཅིག་འདུག་པ་དེ་ད་ཆུད་ཟོས་ལ་བཏང་ན་ད་ད་ཁྱོད་ནི་ང་མི་མ་རེད་བསམ་པ་ཞིག་བྱས་ཤག་ད་དེ་རེད་དེ་ཁྱེད་རང་ཚོ་ད་ཁ་སང་ང་ཚོ་ཚང་མ་ལ་བྱང་ཆུབ་ཀྱི་སེམས་སེམས་བཟུང་རེད་ད་ཨ་ནི་འཇུག་སྡོམ་བླངས་ཞེས་བྱས་པ་ཡིན་དུས་ད་ནས་ད་ད་ནས་བཟུང་སྟེ་པའི་ཉིན་རེ་བཞིན་དུ་ཅིག་སངས་རྒྱས་ཆོས་ཚོགས་མ་གཏོགས་པོ་བསམ་བློ་གནང་ནས་དགོན་ད་ཁ་ས་སེམས་སྐྱིད་པ་དེ་ཡང་ཡང་ནས་ཡང་དུ་དྲན་པར་བྱས། ཨེ་ནི་སོ་སོའི་མི་ཚེ་བསྐྱལ་བའི་ཁ་ཐུག་ལ་ཡ། གཅིག་གིས་ཆགས་སྡང་གི་བློ་དེ་འདྲ་སྐྱེས། གཞན་ཡལ་བར་དོར་བའི་བློ། པའི་མཐའ་གཅིག་ཏུ་རང་གཅེས་པར་འཛིན་པའི་བློ་དེ་འདྲ་ཡོང་བའི་ཁ་ཐུག་ལ་ཨེ་ནི་ཁ་ཚ་སེམས་སྐྱེས་པ་དེ། ཡང་ནས་ཡང་དུ་དྲན་པར་བྱེད། བྱས་སོང་བ། དེ་ནི། འོ་ད་ཨེ་ནི། གང་ལྟར། ཉི་མ་གཅིག་ཁོ་ལ་དོན་དང་ལྡན་པ་བྱུང་ན། ཉི་མ་བསགས་པའི་ཟླ་བ། ཟླ་བ་བསགས་པའི་ལོ། ལོ་བསགས་པའི་ལོ་བཅུ་ཕྲག་ལོ་བཅུ་ཕྲག་བསགས་པའི་རབས་མི་ཚེ་ཁོག་ཡིན་འདུག་དོན་དང་ལྡན་པ་ཅིག་ཡོང་གི་རུང་བ་ཤ་ཟུང་བྱ་དེ་འདྲ་ཡིན་དུས་ཁོ་ཉིན་རེ་བཞིན་དུ་ད་ག་ས་ངའི་སེམས་བསྐྱེད་སྡོམ་པ་ལག་དེ་འདྲ་བྱས་པ་ཡིན་ད་བྱས་ནས་བག་ཡོད་ལྡན་དགོས་དེ་དཔེ་གལ་ཆེན་པོ་རེད་ད་དེའི་ཕུད་ཀྱི་ཤོ་ལོ་ག་ལ་ཨང་གི་འདུག་གི།

ཨོ་ལེའུ་ཞེས་པ་རེད། ཉི་ཤུ་རྩ་བརྒྱད་པ་འདིའི་ཞལ་གདམས་སྲས་སོགས་དགྲ་ནང་ནས་རྐང་ལག་ལག་སོགས་ཡོད་མེད་ལ་དཔག་མཚམས་མིན་ཡང་ཕྱི་གཤིས་ལྟར་དེ་དག་གིས་བདག་དྲན་བཞིན་བྱས། བདག་གི་སེམས་ལ་གནས་བཞིན་དུ་དགའ་མགུར་བདག་ལ་གནོད་བྱེད་པ་དེ་ལའང་མི་འགྲོ་ཟེར་བ་ནི་གནས་མིན་ཟེར་བ་སྨད་པའི་གནས། གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད་བདག་ལ་དགྲར་བླངས་ཀྱང་དེ་དག་གིས་ཀྱང་མནར་མེད་པའི་མེ་སྣང་འཕྲད་ཅིང་འཇུག་མི་ནུས། ཉོན་མོངས་སྟོབས་ཆེན་དགྲ་འདི་ནི་གང་དང་འཕྲད་ན་རི་རབ་ཀྱང་ཐལ་བར་ཡང་ནས་མི་ལུས་པ་དེ་དག་སྐད་ཅིག་གཅིག་ལ་འདོར། བདག་གི་ཉོན་མོངས་དགྲ་བོ་འགའ་དུས་རིང་མཐོང་ཐོས་མེད་པ་ལྟར། དགྲ་གཞན་ཀུན་ཀྱང་དེ་ལྟ་བུ་ཡུན་རིང་ཐུབ་པ་མ་ཡིན་ནོ། མཐུན་པར་རིམ་གྲོ་བརྟན་བྱས་ན་ཐམས་ཅད་ཕན་དང་བདེ་བྱས་ན་ཉོན་མོངས་རྣམས་ནི་བརྟན་བྱས་ན་ཕྱི་བཞིན་སྡུག་བསྔལ་གནོད་པ་བྱེད། དེ་ལྟར་ཡུན་རིང་རྒྱུན་ཆགས་དགྲར་གྱུར་པ། གནོད་པའི་ཚོགས་རུ་འཕེལ་བའི་རྒྱུ་གཅིག་པུ། བདག་གི་སྙིང་ལ་ངེས་པར་གནས་བཅའ་ན། འཁོར་བར་འཇིགས་མེད་དགའ་བ་ག་ལ་འགྱུར། ཕྱི་ནས་དང། འདི་གི་ཉོན་མོངས་ཀྱི་སྒྲ་ངོ་མ་དེ་ཕྱི་རོལ་ལ་ཡོད་མ་རེད། སྒྲ་ཟེར་ལབ་ན་སོ་སོ་མ་སྐྱིད་པ་བཟོ་མཁན་ཞིག་ལ་སྒྲ་ཟེར་གི་རེད་བ་ད། བྱས་ཙང་མ་སྐྱིད་པ་བཟོ་མཁན་ངོ་མ་དེ་ཉོན་མོངས་རེད་བ། བྱས་ཙང་ཀ་སྒྲ་ངོ་མ་དེ་རང་གི་རྒྱུད་ལ་ཡོད་རེད། ཨ་མདོ་ཕྱི་རོལ་གྱི་སྒྲ་བོ་ལ་བརྟེན་ནས་འགལ་བ་རླབས་ཆེན་པོ་འགྲུབ་ཡག་འདུག་བ། ཕྱི་རོལ་གྱི་སྒྲ་བོ་ལ་དམིགས་ནས་ཨེ་ནི་བཟོད་པ་སྒོམ་ཡག་འདུག་བ་འགལ་བ་རྒྱ་ཆེར་འཕེལ་གི་རེད་བ། ཉོན་མོངས་པའི་དགྲ་བོ་ལ་བྷ་ག་ཚིག་བཏུས་པའི་ཚུལ་གྱིས་ཁོ་པའི་མཐུ་ཆེར་ཆེར་ཕྱིན་ཆད་གནས་པ་མང་རུང་མང་རུང་དགྲ་ཕྱི་མ་དུ་མི་འདུག་ག་དགྲ་ངོ་མ་དེ་ཕྱི་ལོག་འཛུགས་བརྩོན་པ་རེད་ནང་ལོག་ཡོད་རོགས་ད་འདི་གསུངས་རེད་ད་འདི་ནི་ད་འདི་གི་བག་ཡོད་ཟེར་བ་ད་སོ་སོ་སྡུག་ལ་འཇགས་ཡག་གི་ཨ་ནི་བློ་ཡི་སྐྱོན། ཉོན་མོངས་པའི་དགྲ་བོ་དེ།

དུས་རྒྱུན་ལྡན་ནས་ད་དཔེར་ན་ང་རང་ཚོ་ཕྱི་ལོག་གི་གྲྭ་བྱས་ཡོད་པ་ཡིན་ན་ཨིན་དེ་བྱས་ཅིག་གིས་པའི་ག་སོག་རེ་སོགས་བཙུགས་ནས་ཅིག་འདུག་གྲྭ་དེ་གར་ཆིག་འདུག་ག་རྐྱང་སོ་རྒྱལ་བས་དེ་འདྲ་བྱེད་གི་རེད་བ་ད་དེ་ནང་བཞིན་ནང་གི་ཉོན་མོངས་པའི་དགྲ་བོ་དེས་ད་ཤེས་བཞིན་གྱི་རྐྱང་སོ་བརྒྱབ་ནས་ད་ངས་ཉོན་མོངས་པའི་དགྲ་བོའི་ཞག་མང་དུ་འགྲོ་གི་འདུག་ག་མི་འདུག་ག། འོ་ད་དེའི་དེ་ནི་ཤེས་བཞིན་གྱི་ཆ་ལ་ཆགས་པ་རེད། དེ་ནི་ད་ཞུགས་ཏེ་དེ་རེད། དེ། ཞུགས། ཤོ་ལོ་ཀ་ཤོ་ལོ་ཀ་བརྒྱ་དང་བརྒྱད། བརྒྱ་དང་བརྒྱད་ལ་ཡ། ལུས་དང་སེམས་ཀྱི་གནས་སྐབས་ལ་ཡང་དང་ཡང་དུ་བརྟག་བྱ་བ་འདི་གཉིས་ཁོ་ནར་འདོགས་ན་ནི་ཤེས་བཞིན་བསྲུང་བའི་མཚན་ཉིད་དོ། ད། རྨི་ལམ་ཚུན་ཆད་རེད་ད་རྨི་ལམ་ཚུན་ཆད་ལ་ཨེ་ནི་སོ་སོ་བག་ཡོད་བྱས་ནས་དཔེར་བྱ་བྱས་ན་ང་དགེ་སློང་ཡིན་བསམ་པ་ད། ང་ཨེ་ནི་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་མཁན་ཅིག་ཡིན་བསམ་པ་ཞིག་རྨི་ལམ་ཚུན་ཆད་ལ་དྲན་པ་ཞིག་བྱས་ནས་ད་ཨེ་ནི་བློ་གཅིག་རྟོགས་ཕུ་གེ།

ས་དེ་འདྲ་ཡིན་དུས་ཙམ་ནས་ད། ཞེ་སྡང་གི་དབང་གིས། ལུས་ངག་ཡིད་གསུམ་གྱི་ཉེས་སྤྱོད་མང་པོ་ཞིག་ཐོན་ཡོང་གི་ཡོད་རེད་བ། ས་ད་ཞེ་སྡང་ལ་ཡ། ཕུགས་རྒྱང་རིང་པོའི་ཆ་ནས་གཞི་རྩའི་ཆ་ནས་སྟོང་ཉིད་སྒོམ་ཡག་པོ་གཙོ་བོ་རེད་ཤག། རེད་དེ་ད། འཕྲལ་སེལ་གྱི་བཟོད་པའི་ཉམས་ལེན་བྱས་ནས་བཟོད་པ་སྒོམ་ཡག་དེ། ཁོས་ཐུགས་ལ་ཅིག་ཞེ་སྡང་ལ་ཡ། གདོང་ལེན་བྱེད་མཁན་དེ་བཟོད་པའི་ཉམས་ལེན་དེ་རེད།

བཞི་བཅུ་ཞེ་ལྔ་ཡིན་པ་འདྲ་བཞི་བཅུ་ཞེ་ལྔ། བྱིས་པ་སྡུག་བསྔལ་མི་ལུས་ཀྱི་སྡུག་བསྔལ་རྒྱུ་ལ་སྐམ་པས་ན་རང་གི་ཉེས་པས་གནོད་འགྱོད་པ་གཞན་ལ་བཀོད་དོ། དཔེར་ན་ཉེ་བའི་སོང་གོས་ནོར། བདག་གི་ལས་ཀྱིས་བརྐུས་བྱས་ནས་བདག་ལ་གནོད་བྱེད་རྣམས་འབྱུང་སྟེ། དེས་ནི་སེམས་ཅན་བསྙེངས་དོགས་ན་བདག་གིས་དེ་དག་མ་ལགས་ཀམ། འདི་ལ། འདི་དག་ལ་ནི་བསྟན་བྱས་ནས་བཞི་བཞི་བརྒྱད་འདིར་དང་ཤོ་ལོ་ཀ་བཞི་བཞི་བརྒྱད། འདི་དག་ལ་ནི་བསྟན་བྱས་ནས་བཟོད་པས་བདག་འདིས་མང་དུ་སྦྱངས། བདག་ལ་བརྟེན་ནས་དེ་དག་གིས་སྡུག་བསྔལ་ཡུན་རིང་མནར་བར་འདོད། སྡུག་བསྔལ་ཡུན་རིང་སྡུག་བསྔལ་དམྱལ་བར་འདོངས། དེས་ན་དེ་ལ་གནོད་བྱེད་ལ། དེ་དག་བདག་ལ་ཕན་འདོགས་ན། ཕྱིན་ཅི་ལོག་ཏུ་ཅིའི་ཕྱིར་མ་རུངས་སེམས་ཀྱིས་ཁྲོ་བར་བྱེད། ཆོས་ནི་བདག། ཆོས་ནི་གང་དག་ཨེ་ནི། བཟོད་པའི་ཉམས་ལེན་ལྟ་ཞིབ་གལ་ཆེན་པོ་རེད། ཨེ་ནི་བཟོད་པའི་ཉམས་ལེན་ཡོང་བ་ལ་ཁོང་ཁྲོ་སློང་མཁན་ཞིག་གོ་བ་རེད། དེ་འདྲ་ཡིན་དུས་ཁོང་ཁྲོ་སློང་མཁན་དེ་མི་དགའ་བ་ཡོང་ཡང་ཆོག་ལ་ད་དངོས་གནས་ཁྲ་ནས་ངས་བཟོད་པའི་ཨེ་ནི་ཉམས་ལེན་བྱེད་ཡག་གི་པའི་རྟེན་ཨེ་ནི་རྒྱུ་ཚོགས་སྒྲུབ་མཁན་ཡིན་བསམ་པའི་ཐོག་ནས་བཀའ་དྲིན་དྲན་གོ་རེད་ས་ཅི་གསུང་བ་རེད།

ཧ། ད་དུང་པའི་དགྲ་བོ་ལྟ་བུ་ཉོན་མོངས་པའི་དགྲ་བོ་ཟེར་མཁན་དེ་རང་བཞིན་གྱིས་བྱུང་བ་མ་རེད་ཁོ་ཉོན་མོངས་པའི་བྱ་བ་ན་བྱེད་ནས་བྱེད་ནས་དང་གཞན་ལ་གནོད་པ་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ལྷག་པར་དུ་ཡང་བརྩེ་བ་སྐྱེ་ཡ། ལྷག་པར་དུ་ཡང་བོད་ཀྱི་སྡུག་བསྔལ་དེ་ལས་འབྲལ་འདོད་ཀྱི་བློ་སྐྱེ་ཡ། ཉོན་མོངས་དེ་ལས་འབྲལ་འདོད་ཀྱི་བློ་སྐྱེ་ཡ་ཡོང་དགོས་རེད་བསམ་དེ་འདྲ་ཡིན་དུས་རྩ་ནས་དགེ་འདུན་ཆེན་པོ་དེ་རེད་སངས་རྒྱས་ལ་ཡང་གུས་པ་བྱས། རྒྱལ་བ་སྲས་དང་བཅས་པ་ཞིང་སེམས་ཅན་ལ་བསྟན་ནས། སེམས་ཅན་རྣམས་དང་རྒྱལ་བ་ལས་སངས་རྒྱས་ཆོས་དྲུག་འབྲང་བ་ལ་རྒྱལ་ལ་གུས་བྱེད་དེ་བཞིན་དུ་སེམས་ཅན་ལ་མི་ཅིའི་ཚུལ་བ་དག་དེ་ནི་མ་འདྲིས་པ་རེད། ཇི་ཙམ་གྱི་རྒྱལ་བ་ལ་དད་པའི་ཚུལ་གྱིས་འགྲོ་བ་སེམས་ཅན་མཐའ་དག་ལ་ཡང་ལྷག་པར་དུ་ཡང་བརྩེ་བ་བྱེད་པ་རེད་ད་དེ་གསུང་གི་ཡོད་རེད་ད། བརྩོན་འགྲུས་ཡོངས་ཡངས་ཀྱི་འགལ་རྐྱེན་རུ་བཅུག་སྟེ། ཞུམ་པའི་ལེ་ལོ། ཨེ་ནི་བྱ་བ་ངན་ཞིང་ཡིད་ལས་ལོ། དེ་ཚོའི་ཐོག་ནས་ཨེ་ནི། བརྩོན་འགྲུས་བརྩམ་ཡག་དེ་ལ་ཁོང་འགལ་རྐྱེན་ཡོང་གི་ཡོད་རེད། དེ་དང་དེ་འདྲ་ཡིན་དུས་གཅིག་གིས་བྱ་བ་ངན་ཞིང་ཡིད་ལས་ལོ་ངང་དུ་ནམ་རྒྱུན་ད་ཅིག་དགོས་པ་ཆུང་ཆུང་ཅིག་ལ་ད་ཅིག་འདང་བྱས་པ་ཡིན་ན་དགྲ་འདུལ་གཉེན་སྐྱོང་གི་པའི་མི་ཚེ་བསྐྱལ་ཡག་དེ་པའི་ད་དངོས་གནས་བྱས་ན་ད་ཚོ་ཚོ་བས་ཅིག་གཞན་ཕུང་རང་ཕུང་རང་ཤེས་གཉིས་ཕུང་ཡོང་ཡག་ཅིག་རེད་འདུག་བ། བྱ་དེ་འདྲ་ཡིན་དུས་ཆགས་སྡང་གི་གཞན་དབང་དུ་མི་གཏོང་བ་ད་གཙོ་བོ་སྐབས་འདིར་བཟོད་པ་བསྒོམ་ནས་ཞེ་སྡང་གི་དབང་དུ་མི་གཏོང་བ་བྱ་དེ་གཙོ་བོ་བྱས་ད་དེ་བྱས་ནས་དེ་ནས་ཞུམ་པའི་ལེ་ལོ་ཟེར་བ་དེ་ད་ངས་ཡོང་གི་མ་རེད་ངས་ནུས་ཀྱི་མ་རེད་ཟེར་བ་དེ་ད་དེ། རྒྱུད་བླ་མའི་ནང་ལ་རྫོགས་སངས་ཀུན་ནས་འཕྲོ་བྱེད་དང་དེ་བཞིན་ཉིད་ཡེངས་མེད་བྱེད་དང་རིགས་ཡོད་ཕྱིར་ན་ལུས་ཅན་གྱི་རྟག་ཏུ་སངས་རྒྱས་སྙིང་པོ་ཅན་ཟེར་བ་དེ་བཞིན་གཤེགས་པའི་ཐུགས་རྒྱུད་ཀྱི། སེམས་རང་བཞིན་གྱི་འོད་གསལ་བ་དེ་དང་ང་རང་ཚོའི་རྒྱུད་ཀྱི་སེམས་རང་བཞིན་གྱི་འོད་གསལ་བ་དེ་གཅིག་པ་རེད། ཨེ་རེད་དེ་བཞིན་གཤེགས་པའི་ཐུགས་རྒྱུད་ཀྱི་སེམས་བདེན་སྟོང་ཨེ་ནི་རང་བཞིན་རྣམ་དག་གི་ཆར་གྱུར་པའི་ངོ་བོ་ཉིད་སྐུ་དེས་ང་རང་ཚོའི་སེམས་བདེན་སྟོང་དེ་དང་གཅིག་པ་ཆགས་འདྲི་བ་ཡོད་རེད་དེ་བཞིན་ཉིད་མི་ཕྱེད་དང། ས་དེ་བཞིན་གཤེགས་པ་ཡི་རང་བཞིན་རྣམ་དག་ཅིག་ཡོད་པ་ཡིན་ཙང་གློ་བུར་རྣམ་དག་ཡོང་གི་ཡོད་པ་རེད། ང་རང་ཚོའི་རྒྱུད་ལ་རང་བཞིན་རྣམ་དག་རང་ཆས་སུ་ཡོད་པ་ཡིན་དུས་ཙང་ནས་གློ་བུར་རྣམ་དག་སོ་སོས་འབད་རྩོལ་བྱས་ན་ཡོང་ཐུ་ཡ་ཞིག་རེད་འདུག་ག། ས་དེ་འདྲ་ཡིན་དུས་ཙང་ནས་ད་འོ། ཨ་འདི་སྤྱོད་འཇུག་གཤམ་དེ་འདི་གསུངས་ཡོད་རེད་ད་འོ་དེ་འདྲའི་གི་ཐང་ནས་ཨེ་ནི་སེམས་ཤུགས་སྐྱེ་བ་རེད་ཞུམ་ནས་བསྡད་ན་ཞུམ་ནས་ཕོངས་པ་ལས་གྲོལ་བ་རྩ་བ་ནས་ཡོད་མ་རེད་ཟེར་སྙིང་སྟོབས་སྐྱེས་ནས་ངས་ནུས་ཀྱི་རེད་བསམ་པ་ཅིག་ཕྱིའི་རྐྱེན་ཡང་ཚང་ནང་གི་རྐྱེན་ཡང་ཚང་གོ་སྐབས་དེ་འདྲ་བྱེད་དུས་ད་ངས་མི་ནུས་པ་ཅི་ཡོད་བསམ་པའི་སེམས་ཤུགས་སྐྱེ་བ་རེད་ད་འདི་རེད་ད་འདི་ནི་བརྩོན་འགྲུས་ཀྱི་ལེའུ་མ་རེད་ད་འདི་ཡིན་ད་ལེའུ་བརྒྱད་པ་བསམ་གཏན་གྱི་ལེའུ་དེ་ལྟར་བརྩོན་འགྲུས་སྐྱེས་ནས་ནི་ཡིད་ནི་ཏིང་ངེ་འཛིན་ལ་བཞག། ཨོ། ད་གང་ལྟར་ཅིག་འགལ་རྐྱེན་འདིའི་དེ་ཅིག་བཟོད་པའི་ཉམས་ལེན་འདིའི་དེ་ཐོག་ནས། སེམས། འཁྲུགས་ཡག་གི་ད་གཙོ་བོ་ཞེ་སྡང། དེ་དང་འདྲེ་རེད་འདོད་ཆགས་འདིའི་དེར་བ། ཉེས་དམིགས་གཏན་ནས། དྲན་གཤིས་ཀྱི་སིམ་པ་ཅན་ནས་དེའི་ཞེ་དབང་དུ་མི་འགྲོ་བ་བྱེད་དུས། བློ་བསྐྱལ་བ་ལ། བུ་གའི་གནས་མཐུ་ཡག་ཅིག་གི་ཆ་རྐྱེན་ཅིག་གླེང་དགོས་འདུག་བ། ད་དེ་ནས། ཨེ་ནི། བརྩོན་འགྲུས་བསྐྱེད་ནས། ད་ངས་བསྒྲུབ་མ་ཐུབ་པ་གར་ཡོད་བསམ་པ་གཅིག་གིས། ད་དཔེར་ན་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཕྱག་བཞག་ནས། ད་སྤྱིར་བཏང་དཔེར་ན་ང་ཚོ་འཛམ་བུ་གླིང་ཡོངས་གྲགས་ཀྱི་དཔེར་ན་བཤད་པ་ཡིན་ན། ཨེ་ནི་དོགས་ཅན་ལ་ཡ་སངས་མ་རྒྱས་པ་འདུག་གང་ལྟར་ཨེ་ནི་སེམས་ཅན་བྱས་ནས་འདུག་ཞུ་ཞུ་བ་རེད། འདིབ། ཡག་པོ་འདུག་ག། ཡང་གཅིག་གྲངས་མེད་གསུམ་གྱི་ཚོགས་བསགས་ནས་དེའི་ཐོག་ནས་བསམ་དང་ཤ་ཡོད་རེད། གང་ལྟར་ག་ཡིན་ནས་མེད་ནས། ཨེ་ནི། ཀླུ་སྒྲུབ་ཡབ་སྲས་ལ་སོགས་པ་དེའི་རིགས་ཚང་མ་ལོག། མི་ཡི་ལུས་རྟེན་ཐོབ་པ། ང་ཚོའི་ལུས་རྟེན་ཐོབ་པ་དེ་དང་འདྲ་འདྲ་རེད་བ། ཉམས་ལེན་གནང་ཡག་གི་ཆོས་དེ། ང་ཚོས་ཡོད་དེ་བས་ང་ཚོས་མཇལ་དེ་བས་ཆོས་དེ་ག་རང་ཉམས་ལེན་གནང་པར་རེ་བ་ད།

ད་ཨེ་ནི་ས་བླང་གི་རྟོག་པ་པའི་མཐོན་པོ་ལ་ཕེབས་བསྡད་པ་བྱུང་བར་བ། ད་དེ་འདྲ་ཡིན་དུས་ངས་ཡི་དད་མི་ནུས་པ་ཅི་ཡོད་བསམ་པ་ཅིག་གི་སེམས་ཤུགས་བསྐྱེད་ནས། བརྩོན་འགྲུས་བསྐྱེད་ནས་ཨེ་ནི། ཡིད་ནི་ཏིང་ངེ་འཛིན་ལ་བཞག། ད།

སྐྱོན་གྱིས་མ་གོས་པར་བྱིང་བའི་དབང་དུ་མ་སོང་བར་སེམས་དཔའ་ཆུ་གྲང་དྲོ་ངེ་འདོད་ཡ་གཅིག་གོ་གི་ཡོད་རེད། སེམས་དམིགས་པ་ལ་གནས་པ་ཙམ་གྱིས། ག་སོང་བ་དང། ཨ་འདྲ་བའི་ཆོས་ལུགས་རྣམ་འབྱེད་ཀྱི་ཤེས་རབ་དེ་ག་ལེ་ག་ལེ་ལས་ཨེ་ནི་ཁོ་ལས་ཀ་མེད་པའི་སོར་ཆགས་ཆེ། མི་ལྐུག་ཏུ་འགྲོ་ཡ་གི་ཉེན་ཁ་ཡོད་རེད། དེ་ཚང་ཁ་སེམས་དམིགས་པ་ལ་གནས་པ་གང་ཞིག་ལ་ད་ཁྲོག་ཕྱི་ལོ་ལ་ཁྲོ་བ་མེད་པ་བྱས་ནས། གནས་པ་གང་ཞིག་ལ་བྱིང་བ་མ་སླེབས་པ་པའི་སེམས་འཁྲུག་ངེས་བསམ་པ་ལྡན་ཡག་ཅིག་སྒུག་གི་ཡོད་རེད་ད་དེ་འདྲ་ཡིན་དུས་ཙང་ནས་བྱིང་རྒོད་ཀྱི་སྐྱོན་དང་བྲལ་བའི་ཐོག་ནས་ཨེ་ནི་སེམས་དམིགས་པ་ལ་རྩེ་ཞིག་ཏུ་གནས་ཡག་ཅིག་བྱེད་ཀྱི་ཡོད་རེད་ད་དེ་བྱིང་བ་ཡོད་ས་དེ་སེམས་ཕངས་དམའ་དྲགས་ན་བྱིང་བ་ཡོང་གི་ཡོད་རེད་སེམས་ཕངས་མཐོ་དྲགས་ན་དགོད་པ་ཡོང་གི་ཡོད་རེད་ད་སེམས་ཕངས་མཐོའི་སྨན་དེ་ཡིན་དུས་སོ་སོའི་ཉམས་མྱོང་དང་འབྲེལ་ནས་ཨེ་ནི་བུ་གས་ལྟག་གིས་ལྟག་གིས་བྱས་ནས་སྒོམ་དགོས་ཡག་ཅིག་རེད་ཤག།

ཨེ་ནི། དཔེར་ན་མུ་སྟེགས་པས་ཡིན་ནའི་འདོད་པའི་འདོད་ཆགས་ལ་ཉེས་དམིགས་བསྟན་ནས་སྡོམ་ཡོང་གི་འདུག་ག་ད་ང་དང་ང་ཚོ་དེ་ལས་ཅིག་ཨེ་ནི། འདོད་པའི་འདོད་ཆགས་ཆགས་སྡང་རགས་པ་དེ་ཚོ་ཕྲལ་ཏེ་ཞེ་སྡང་འདི་དེ་བཟོད་པའི་ལུས་གསུངས་ད་འདོད་ཆགས་ཀྱི་གཉེན་པོ་ཨ་མདའ་དེ་གསུངས་ཡོང་གི་ཡོད་རེད་དེ་ཡིད་ཆེས་ད་དེ་ནས་མ་བྱས་ནི།

བདག་དང་གཞན་དུ་བསྙེན་པ་ནི་དང་པོ་ཉིད་དུ་འབད་དེ་གོམས། བདེ་དང་སྡུག་བསྔལ་བསྙེན་པས་ན་ཐམས་ཅད་དག་ཅིང་བསྲུང་བར་བྱ། ལག་པ་ལ་སོགས་དབྱེ་བ་རྣམ་མང་ཡང་ཞེས་སོགས་གསུངས་ནས། ད་གང་དག་ཡིན་ནི། རང་ཉིད་སྡུག་བསྔལ་མི་འདོད་པ་རེད། དེ་སྣང་བཞིན། སེམས་ཅན། ཡིན་ནོ་ཅོག་ཐམས་ཅད་ལ་སྡུག་བསྔལ་མི་འདོད་པ་གཅིག་པ་རེད། ད། ད་གང་དག་ཞིང་གིས་རང་ཉིད་བདེ་བ་འདོད་པ་རེད། སེམས་ཅན་ཚང་མ་ལ་བདེ་བ་འདོད་པ་ཞིག་དག་རེད། ད་རང་ཟེར་ན་གཅིག་རེད། གཞན་སེམས་ཅན་ཟེར་ན་མཐའ་ཡས་པ་རེད་དེ་འདྲ་ཡིན་དུས་མཐའ་ཡས་པའི་ད་དོན་དག་འདི་གལ་ཆེ་གི་རེད། ད་ནི་ང་ཚོ་ཚོང་བྱེད་པའི་སོ་ཕྱིར་བ་བས་ན་མ་ཚ་བ་དགའ་རོགས་ཀྱིས་འགྲོ་སོང་བཏང་ནས་འདི་ཞུ་གོ། དེ་ལས་ནི་ཁྱེད་མང་ཚིག་ཡང་ཡང་གི་ཆེད་དུ་སྔས་ལ་འགྲོ་སོང་ཞིག་བཏང་དགོས་རེད་བ། འོ་ད་འདི་ནང་བཞིན་གང་ལྟར་ཁྱེད་ཕན་བསམ་བཏང་བ་ཡིན་ན། ནང་ཁའི་ཐལ་རྡུགས་པའི་སེམས་ཅན་གྱི་ཨ་ནི་བདེ་སྡུག་བསམ་པ་ཡིན་ན་ད་འདི་དངོས་ན་དོན་ནི་ད་དེ་ཞེ་བོ་ཅིག་གིས་ད་དམིགས་པ་རྒྱ་ཆེ་བ་རེད། ཨ་ནི་དགོས་པ་དེའི་མཐར་ཐུག་པའི་སྡུག་བསྔལ་གཏན་དུ་བྲལ་བ་སྡུག་བསྔལ་སྡུག་བསྔལ་གྱི་རྒྱུ་བག་ཆགས་ལ་བཅས་པ་གཏན་དུ་སྤངས་པའི་རྣམ་མཁྱེན་རྒྱལ་བའི་གོ་འཕང་དོན་དུ་གཉེར་བ་གི་བློ་སྐྱེས་ཡོད་འདུག་རྩ་ནས་ད་བོད་ཀྱི་ག་ཟུག་ད་དགོས་པའམ་དཔེ་དམིགས་པ་ད་ག་ས་ད་རྒྱ་ཆེ་བ་བོད་མང་པོ་ཆགས་ཀྱི་འདུག་བ་ས་དེ་འདྲ་ཡིན་པ་ཡིན་འདུག་རྩ་ནས་ད་དེ་འདྲ་འདི་རང་གཅེས་འཛིན་གྱི་སྐྱོན། གཞན་གཅེས་འཛིན་གྱི་ཡོན་ཏན་བསམ་ནས་ད་རང་གི་བདེ་བ་སྒྲུབ་ཡག་གི་རྒྱུ་ནུས་པ་ཆེ་ཤོས་གཅིག་དེ་གཞན་གཅེས་པར་འཛིན་པའི་བློ་དེ་མ་སྐྱེས་པ་གྱི་སྐྱེས་པ་གོང་ནས་གོང་དུ་འཕེལ་ཡག་ཅིག་བྱུང་ན་ཁ་ཚ་མ་ཞུ་ཚར་རེད་ག་ས་ག་ཡིན་སེམས་ཅན་ཐམས་ཅད་སྙན་དུ་མཐོང་དེ་ཡག་ཅིག་བྱུང་པ་ཡིན་ན

ཞི་དུལ་ཡང་ཇི་ཙམ་གྱིས་རང་གཅེས་པར་འཛིན་ནས་བསྡད་པ་ཡིན་ན་ག་ཅག་ན་རེ། གྲ་འགྲིག་མ་འགྲིག་མང་པོ་ཞིའུ་བྱུང་ད་ཅི། ཇི་ཙམ་གྱིས་རང་གཅེས་པར་འཛིན་པའི་བློ་དེ་ཤུགས་ཆུང་རུ་བཏང་གཞན་གཅེས་འཛིན་གྱི་བློ་དེ་ཤུགས་ཆེ་རུ་བཏང་པ་ཡིན་ན་ཨེ་ནི་སྣང་སྲིད་གཉན་ལ་ཤ་ཐོད་ཅིག་གིས།

ཏེ། འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་གཞན་དོན་འདོད་ལས་བྱུང་འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་དོན་འདོད་ལས་བྱུང། མང་དུ་ཤ་ད་ཅི་ཞིག་གིས་བྱིས་པ་རང་གི་དོན་ཤེས་དང་ཐུབ་པ་ཤེས་དོན་འདི་གཉིས་ཀྱིས་ནི་ཁྱད་པར་ལྟོས། བདག་སྟེ་གཞན་གྱི་སྡུག་བསྔལ་དང་ཡང་དག་སྦྱར་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་ཟེར་ནས། ད་དོམ་དེ་རྒྱུན་གདུག་པ། ད་དེའི་རིགས་པ་རང་གི་ཐོག་ནས། དེར་གྱི་རྩ་རྫིང་བུ་ཉིད་དག་སྔར་ཕྱག་བྱས་ནས། མི།

ཤོ་ལོ་ཀ་བརྒྱ་དང་དྲུག་ཅུ་རེ་དགུ། ད་རང་གཅེས་འཛིན་དེ་ལ་གཟིགས་ཡོད་རེད་རང་གཅེས་འཛིན་ཁྱོད་ཀྱིས་ཁོ་བོ་གར་བརླག་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ་ངས་མཐོང་ད་ཁྱོད་གང་དུ་འགྲོ་ཟེར་རང་གཅེས་འཛིན་དེ་གིས་དུས་ད་ལྟ་བར་དུ་ཕུང་བ་རེད་ད་མཐའ་མ་བར་ནི་རང་གཅེས་འཛིན་ཡོད་རེད་རང་གཅེས་འཛིན་གྱི་བྱ་བ་འདི་ད་ནི་ཁ་ཐུག་དེ་ལས་མ་བྱུང་རེད། དག་བསམ་བློ་བཏང་པ་ཡིན་ན། ད། རང་གཅེས་འཛིན་གྱི་བྱ་བ་ལ་བཏང་ནས་ད་ལྟའི་ཁ་ཐུག་འདི་ལས་མ་བྱུང་བ་རེད་འཛམ་བུ་འདི་འདི་གང་འདུག་བལྟས་པ་ཡིན་ནས་རང་གཅེས་འཛིན་གྱི་བྱ་བ་ལ་བཏང་བལྟས་པ་དེ་ཡི་དེ་གི་ཨེ་ནི་དབུལ་ཕྱུག་མ་སྙོམས་པ་ཨེ་ནི། ང་དང་ཁྱོད་ཟེར་ནས་གསོད་རེ་གཏོང་ཡག་ད་མ་དྲང་ང། ཀྱི་ཉེས་པ་ཚང་མ་ལོ་རང་གཅེས་འཛིན་གྱི་ཐོག་ནས་ཡོང་སྡད་ཀྱི་འདུག་ག་ས་དེ་འདྲ་ཡིན་དུས། ངས་མཐོང་ད་ཁྱོད་གང་དུ་འགྲོ་ཁྱོད་ཀྱི་གྲལ་སྒོ་ཀུན་གཤོམ་བྱ། ད་དུང་བདག་ལ་རང་གི་དོན་ཡོད་སྙམ་སེམས་པ་དེ་དོར་ཅིག། བདག་གིས་ཁྱོད་བདག་གིས་གཞན་ལ་ཁྱོད་བཙོང་གིས་སྐྱོ་བ་མ་སེམས་ཞོ་ཤ་ཕུལ་བཤད་ནས། ཨོ་ད། འདི་གི་རྩུབ་པོའི་ཚིག་རང་གཅེས་འཛིན་ལ་ཡག་ད་འདུག། ག་སོང་རེད་བོད་སྐད་རབ་དྲག་ད་མ་སོང་ནས་བཏང་ནས་འགྲོ་སྟངས་འདི་ཡོང་གི་ཡོད་རེད། ད་འདི་གི་བསམ་གཏན་ལེའུ་དེ་བཤད། ད་འདི་ནི་ཤེས་རབ་ལེའུ། ཨ་ནི། ཅིག་ཤེས་རབ་གལ་ཆེན་པོ་ཡིན་པ་འདི་ག་ཚོད་གོང་དུ་ཞུས་ཟིན་པ་དེ་རེད། བཤད། ད་འདི་ནི་མ། ཨ་ནི།

ཡང་ན་ལྟོས་ནས་མིང་གི་དབང་གིས་ཡོད་པ་རེད། ཡང་ན་དོན་གྱི་དབང་གིས་ཡོད་པ་རེད། དོན་གྱི་དབང་གིས་ཡོད་པ་ལ་རིགས་པས་གནོད་པ་ཡིན་དུས་མིང་གི་དབང་གིས་ཡོད་པ་འོས་མེད་ཀྱི་སྒྲུབ་ཡོང་བ་ཡིན་ཟེར་ནས་ད་གསུངས་ཡང་དེ་དཔེ་གནད་འགག་ཆེན་པོ་འདུག་ག་འོ་དེ་འདྲ་གི་ཐོག་ནས་ཨེ་ནས་བསམ་བཏང་ཡོང་དུས། འགྲོ་བ་རྨི་ལམ་ལྟ་བུ་དེ་རྣམ་པར་ཅན་དང་ཆུ་ཤིང་འདྲ་མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ནི་ཁྱད་པར་མེད། དེ་ལྟར་སྟོང་པའི་དངོས་རྣམས་ལ་ཐོབ་པ་ཅི་ཡོད་ཤོར་ཅི་ཡོད་གང་གིས་རིམ་གྲོ་བྱས་པའང་ཡོངས་སུ་བརྙེས་པའང་ཅི་ཞིག་ཡོད། བདེ་བའམ་སྡུག་བསྔལ་གང་ལས་ཡིན་མི་དགར་ཅི་ཡོད་དགར་ཅི་ཡོད་དེ་ཉིད་དུ་ནི་བཙལ་བྱས་ན། གང་ཞིག་སྲེད་ཅིང་གང་ལ་སྲེད་བཅས་ན་གསོན་པའི་འཇིག་རྟེན་འདི། གང་ཞིག་འདིར་ནི་འཆི་འགྱུར་ཏེ་འབྱུང་འགྱུར་གང་ཡིན་འབྱུང་འགྱུར་གང་སྙན་དང་ཤེས་ཀྱང་གང་ཞིག་ཡིན་ཐམས་ཅད་ནམ་མཁའ་འདྲ་བར་ནི་བདག་འདྲས་ཡོངས་སུ་གཟུང་བར་གྱིས། དང། བདག་ཉིད་འདོད་པར་བདག་ཉིད་བདེ་བར་འདོད་རྣམས་ཀྱིས་འདོད་རྣམས་ནི་ཐབས་དང་སྤྲོ་བའི་རྒྱུ་དག་གིས་རབ་ཏུ་འཁྲུགས་དང་དགའ་བར་བྱེད། མྱ་ངན་འབད་རྩོལ་རྩོད་པ་དང་ཕན་ཚུན་གནོད་དང་འབིགས་པ་དང། སྡིག་དག་གིས་ནི་འཚིག་ཅིང་འཚོ། བདེ་འགྲོར་ཡང་དང་ཡང་འོང་སྟེ་བདེ་བ་མང་པོ་སྤྱད་བྱས་ནས་ཤི་ནས་ངན་སོང་སྡུག་བསྔལ་ནི་ཡུན་རིང་མི་ཟད་རྣམས་སུ་ལྟུང། སྲིད་པ་ན་ནི་གཡང་ས་མ་དེ་ནི་དེ་ཉིད་མིན་འདི་འདྲ། ཨོ་ད་ཏི་ངས་མང་ཚ་རུ་འདུག། ཅེས་ད་ཏི་ཞང་དུ་མ། ཨང། འདོགས་པའི་ཐོད་ནི་ག་ལ་ཡོད་དེ་ཡང་ངན་སོང་ཆེན་པོ་ནི་ལྟུང་བྱེད་བདུད་ནི་བརྩོན་པར་བྱེད་ད་ཏི་བྱེད་མ་བྱེད་ད། དེ་ལྟར་སྡུག་བསྔལ་མེའི་གདུང་ལ་བསོད་ནམས་སྤྲིན་ལས་བྱུང་ལེགས་བྱུང་བའི་རང་གི་བདེ་བའི་ཚོགས་ཆར་གྱིས་གཞི་བྱེད་པ་དང་ནམ་ཤི་འགྱུར། ནམ་ཞིག་དམིགས་པ་མེད་ཚུལ་དུ་གུས་པས་བསོད་ནམས་ཚོགས་བསགས་ཏེ། དམིགས་པའི་ཕུང་བར་གྱུར་ན་སྟོང་པ་ཉིད་ནི་སྟོན་པར་འགྱུར། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལ་ཤེར་གྱི་བར་དུ་ཕྱིན་པ་སྟེ་ལེའུ་དགུ་པའོ། བདག་གང་དག་རང་གི་བྱང་ཆུབ་ཀྱི་སེམས་དང་འབྲེལ་ནས་ཡོང་དུས། སོ་སོའི་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པས་བྱང་ཆུབ་ཀྱི་སེམས་ཀྱི་རྒྱབ་རྟེན་ཡོད་དེ་ངེད་ཀྱིས་སྟོང་ཉིད་བསྒོམ་ཡོང་དུས། སྟོང་ཉིད་བསྒོམ་ཡག་སྟེ་དགོས་པ་ཡོངས་སུ་རྫོགས་པའི་ཚུལ་གྱིས་བསྒོམ་པ་གསལ་དུ་འཆར་བ་རེད། ཉན་རང། འཕགས་པ་ཚོས་སྟོང་ཉིད་བསྒོམས་ནས་སྟོང་ཉིད་ངེས་པ་མཐར་ཕྱིན་དུ་ཡོང་རེད་སྟོང་ཉིད་མངོན་སུམ་རྟོགས་དུ་ཡོང་རེད་དེ་ཡིན་ནས། ཉོན་སྒྲིབ་སྤོང་བའི་ཆེད་དུ་བསྒོམ་པ་ཡིན་དུས་རྩ་ནས། སྟོང་ཉིད་ཀྱི་ལྟ་བ་དགོས་པ་ཡོངས་སུ་རྫོགས་པའི་ཚུལ་གྱིས་བསྒོམ་པ་དེ་བྱུང་ཡོད་མ་རེད། དང་ལྡན་ཏེ། དེ་ཕྱིར་འབྲི་སྤོང་གཡག་གི་ཆེད་དུ། ཡི་གེ་བྱང་ཆུབ་ཀྱི་སེམས་དང་བྲལ་ནས་ཡོང་གི་ཡོད་པ་ཡིན་དུས་རྩ་ནས་སྟོང་ཉིད་ཀྱི་ལྟ་བ་དགོས་པ་ཡོངས་སུ་བཟོ་བའི་ཚུལ་གྱི་སྒོམ་པ་ཟ་འདི་ཆགས་པ་རེད་ད། དང་བ་ད་དེ་འདྲ་གཅིག་གི་སྒོ་ནས་ད་སྟོང་ཉིད་སྒོམ་ཁུག་རེད་ད། གཞི་ཅན་འདི། ལེའུ་དགུ་པ་དེ་གྲུབ། ད་དེ་ནི། ཨེ་ནི། ལེའུ་བཅུ་པ་འདི། ད་བསྔོ་བའི་ལེའུ་རེད། ད་ལྟ་དུས་ཚོད་བྱུང་ན་མང་ཆེ་ལོག་ཤར་ནས་སམ་དྲན་ཤོག་དེ་ལྟར་དུས་ཚོད་མི་འདུག་ཁྱད་མཁས་མི་འདུག་བྱས། ད་ད་རེ་འདི་ཡན་ཆད་ཀྱི་ཨེ་ནི། སྤྱོད་འཇུག་པའི་ལེགས་བཤད་ཕུལ་དུ་བྱུང་བ་གདམས་ངག་གི་རྒྱལ་པོ། དག་པའི་ཞེན་བྱེད་པའི་བྱང་ཆུབ་ཀྱི་སེམས་གཙོ་བོར་བཏོད་ངན་ཅིག་གིས་རྩ་གཞུང་འདིའི་བཤད་ལུང་ཨེ་ནི་གྲུབ་པ་རེད།

ཞེས་སོ། ཡང་ང་ཚོ་མ་འོངས་པར་ཡང་ཐུགས་ཡག་གི་གུ་གུར་འབྱུང་པོ་ཡིན་ན་དེ་དུས་ངའི་དཔེ་ཆ་འདི་རྙིང་པ་ཆགས་འདུག་ག་གསར་པ་ཁོ་རང་བལྟས་འདུག་ག་ལྟ་གི་ཡིན་ད། ཞེས་སོང་དཔེ་ཆ་རྙིང་པ་ཆགས་ཆེ་ཨེ་ནི་བལྟས་ཡག་བྱུང་ན། འོ་འདི་ཆ་འདི་ཆ་ཟེར་ད་ལྟོས་ཨ་ཨ་ད་སྤྱོད་འཇུག་དཔེ་ཆ་འདི་གསར་བ་གསར་རྐྱང་བལྟས་པ་ཡིན་ན་ད། འོ་གང་ཤེས་ད་ཡིན་འདུག་ཟེར་བྱ་ཞེས་གྱུར།

ཁ་བྲལ་ཁྱོད་ནས་མེད། ངས་ཁྱེད་རང་ཚོ་རྟག་པར་དྲན་འདེགས་ཡིན། ཁྱེད་རང་ཚོས་ང་དྲན་པར་བྱེད། ཨེ་ནས་ང་དྲན་ཟེར་ངའི་གདོང་དྲན་པར་བྱེད་ཁོ་བོ་འབྲི་གོང་མ་རེད་ངས་ག་རེ་ལབ་པ་དེ་དྲན་པར་བྱེད་ལ། འཇམ་པའི་དཔའ་བོས་ཇི་ལྟར་བསྐྱངས་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་ལྟར་ཀུན་གྱི་རྗེས་སུ་བདག་སློབ་ཅིང་སྐྱེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ་བ་དེ་ཟུང་ཤེས་པའི་རྒྱལ་བ་སངས་རྒྱས་ཀྱི་བསྔོ་བ་གང་ན་མཆོག་ཏུ་བསྔོ། བདག་གི་དགེ་བའི་རྩ་བ་འདི་ཀུན་ཀྱང་བཟང་པོ་སྤྱོད་ཅིང་རབ་ཏུ་བསྔོ་བར་བགྱི། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའང་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེ་ནི་སྙིང་རྗེ་ཆེན་པོའི་ཡེ་རུ་སྐྱེ་བ་ཡི་ཕན་བདེ་སྟེར་ཏེ་གསལ་བར་བྱེད་པ་ཞོ་གསལ་བྱེད་རྒྱལ་བའི་སྨིན་གྲོལ་ལེགས་གྲུབ་བྱང་ཆུབ་ལམ་གྱི་རིམ་པས་ཀྱང་མཐའ་འདུལ་རྣམས་ཀྱི་ཡིད་ལ་དཔལ་སྟེར་ཞིང་རྒྱལ་བའི་མཛད་པ་རུང་དུ་སྐྱོང་གྱུར་ཅིག་ལམ་བཟང་སྤྲུལ་པའི་མཐུས་འགྱེད་གྲོལ་གྱི་རྒྱལ་གྱི་སྲས་ཀྱི་མི་དང་མི་མིན་གྱི་ཚེ་རབས་ཀུན་ཏུ་རྒྱལ་བའི་བསྔགས་པ་ཡི་རྣམ་དག་ལམ་དང་འབྲེལ་བའམ་གང་ཚེ་ཐེག་པ་མཆོག་ལ་ཆོས་བཅུ་ཡི་ཚུལ་བཞིན་སྒྲུབ་ལ་བརྩོན་པ། མཐུ་ལྡན་རྣམས་ཀྱིས་རྟག་ཏུ་གྲོགས་བྱེད་ཅིག་བཀྲ་ཤིས་རྒྱ་མཚོའི་ཕྱོགས་ཀུན་ཁྱབ་གྱུར་ཅིག། ཧོ་ཡ། ད་འདྲེས་སོ།